རིམ་གྱིས་དང་ལྟ། ཉིས་སྟོང་གསུམ་གྱི་ཟླ་བ་གསུམ་པའི་ནང་ལ་རྡ་ཤོད་བོད་ཁྱིམ་ནང་ལོགས་དང་ཚན་རིག་ཟབ་སྦྱོང་གི་ཚོགས་འདུ་གཅིག་བཀའ་མོལ་འདི་བཀའ་མོལ་འདི་འདས་སུ་གསུངས་པ་བྱུང་ཞག་ཉིས་འདི་མ་ལུང་འདྲེན་བྱས་ཆོག་ཅིག། སྐབས་དུས་ཚོད་རིན་པོ་ཆེ་གི་སྡིགས་སུ་བཀར་གནང་ཞག། འཇིག་རྟེན་གྱི་ནང་ལ་རྨོངས་དད་དེ་མིའི་འགྲོ་བ་ལ་ཧ་ཅང་གནོད་པ་བྱེད་མཁན་ཞིག་རེད་ཆོས་ལུགས་ཀྱི་རྨོངས་དད་གང་ལ་གང་ཙམ་སྤེལ་ཡོད་རེད་ཡིན་ནའི་ཚན་རིག་པའི་རྨོངས་དད་སྤེལ་བ་དེ། ཆོས་ལུགས་ཀྱིས་ནམ་ཡང་སྤེལ་མེད་དེ་ན་འཛམ་གླིང་ནང་རྨོངས་དད་ཆེ་ཤོས་ཚན་རིག་པས་སྤེལ་ཡོད། དགོངས་ཚུལ་དེ་རིན་པོ་ཆེས་ད་དུང་ལས་དག་རང་དགོངས་ཀྱི་ཡོད་ན། གལ་ཏེ་དགོངས་ཚུལ་དག་འདི་ཕྱི་དག་རང་ཅིས་དགོངས་ཀྱི་ཡོད་པས་ན་ཅིས་དེའི་རྒྱབ་ལྗོངས་དག་འདི་སྐད་ཅིག་ངོ་སྤྲོད་ཕྱི་ནང་རང་ལ་ཞུ། བསམ་ཚུལ་དེ་དག་རང་བསྡད་ཡོད་པ་ཙམ་དུ་མ་ཟད་པས་གཅིག་བྱས་ན་ཉིས་སྟོང་གསུམ་གྱི་སྐབས་ལ་བཤད་པ་ལས་ད་ལྟའི་བསམ་ཚུལ་དེ་ཤུགས་ཆེ་རུ་ཕྱིན་ཡོད་པས་ཉེན་ཁ་ཡོད་རེད་བསམ་གྱི་འདུག་ཚན་རིག་པ་དང་ནང་དོན་རིག་པ་གཉིས་ཀྱི་བར་ལ་ཡང་གཞི་རིམ་གྱི་ཁྱད་པར་ཁ་ཤས་ཡོད་རེད། གཞི་རིམ་གྱི་ཁྱད་པར་ཁ་ཤས་ཡོད་པ་དེའི་ནང་ནས་ཁྱད་པར་ཆེ་ཤོས་གཅིག་རྒྱལ་ཚན་རིག་པས་ཡུལ་ཅན་གླུའི་ནུས་ཚད་དེ་གོང་མཐོར་སྤེལ་ཡ་ཡོད་པ་ཅིག་རྩ་བ་ནས་བསམ་བློ་བཏང་གི་ཡོད་མ་རེད། ཡུལ་ཅན་གླུ་མཐའ་མེད་པ་དང། གླུའི་དབང་པོ་གླུ་གི་མཇུག་ས་གི་དབང་པོ་དེ་ཚོ་མཐའ་མེད་པ་རང་རྐྱ་བཞག་པའི་ཐོག་ནས་ཨེན་ཆིའི་འཕྲུལ་ཆས་དང་བརྟག་དཔྱད་ཀྱི་ལག་ཆས་ལ་བརྟེན་ནས་ཞིག་དངོས་པོའི་གནས་ཚུལ་ལྟ་ཡག་གི་ཐབས་ཤེས་བྱེད་ཀྱི་ཡོད་རེད། ནང་དོན་རིག་པའི་བསམ་བློ་དཀའ་ངལ་ཆེ་དེ། ཕྱིའི་དངོས་པོའི་གནས་ལུགས་ལ་བལྟ་དཔྱད་བྱེད་པའི་སྐབས་ལ་འཕྲུལ་ཆས་རྐྱང་པ་ལ་བརྟེན་པ་མ་ཡིན་པར། ནང་སེམས་ཀྱི་ནུས་ཤུགས་ཡུལ་ཅན་སེམས་ཀྱི་ནུས་ཤུགས་དེ་གོང་མཐོར་བཏང་ཡག་གི། འཐབ་རྩོད་དེ་བསམ་བློ་བཏང་གི་ཡོད་རེད། དེ་འདྲས་སོང་བ་ཡིན་ཙང་ཇི་ཙམ་གྱིས་ཆུ་རབས་རྣམ་འབྱེད་ཀྱི་ཤེས་རབ་གོང་མཐོར་ཕྱིན་པ་ནང་བཞིན་ཤེས་རབ་དེའི་ཕྱིའི་ཡུལ་ལ་ལྟ་དཔྱད་བྱེད་ཀྱི་ནུས་པ་དེ་ཆེ་རུ་འགྲོ་གི་ཡོད་རེད། དེ་འདྲས་སོང་བ་ཡིན་ཙང་ནང་དོན་རིག་པའི་ཞེས་རང་གི་བསམ་བློའི་ནང་ལ་ད་ལྟ་ང་ཚོའི་དངོས་ཟོང་གི་མཐོང་མ་ཐུབ་པ། ད་ལྟ་ང་ཚོ་རྗེས་དཔག་གི་གཞལ་མ་ཐུབ་པའི་གནས་ཚུལ་མང་པོ་ཡོད་པ་བཅས་དེས་ང་རང་ཚོའི་སེམས་ཀྱི་ནུས་པ་དེ་གོང་དུ་ཕྱིན་པ་དང་མཉམ་དུ་ཨན་རིམ་པས་རིམ་པས་ད་ལྟ་མ་མཐོང་བ་བཅས་དེ་མ་འོངས་པ་ལ་མཐོང་ཐུབ་ཡག་དང། ད་ལྟ་མ་དཔོག་པ་བཅས་དེ་མ་འོངས་པ་ལ་དཔོག་ཐུབ་ཡག་གི་རི་བ་ཞིག་ཡོད་རེད། དེ་འདྲའི་སོང་ཡིན་ཙམ་མ་མཐོང་བ་ཙམ་རྒྱུ་མཚན་དུ་བྱས་ནས་ཡོད་མ་རེད་ཟེར་ཡ་དེ་ནང་བའི་ལབ་གུ་མ་རེད། ཚན་རིག་པས་དེ་ལས་ལྡོག་སྟེ་ད་ལྟ་ཁོ་རང་ཚོ་བརྟག་དཔྱད་བྱེད་པའི་སྐབས་ལ་མ་མཐོང་བ་ཡིན་ན། མང་ཆེ་བ་ཞིག་གིས་ཡོད་མ་རེད། ང་ཚོས་དེ་བརྟག་དཔྱད་བྱེད་དུས་ག་ལ་མཐོང་མེད་དེ་ཡོད་མ་རེད་ཟེར་དགོས་རེད། གལ་སྲིད་ཚན་རིག་པ་ཕྲན་བུ་བློ་དྲང་བ་ཞིག་ཡོད་པ་ཡིན་ནས་ཡོད་མ་རེད་ཟེར་མ་ལབ་པ་ཡིན་ནས། དེ་ཡོད་པ་རེད་ཟིན་ལབ་ཐུབ་མ་རེད་ད་ལྟ་ང་ཚོའི་ཚན་རིག་གི་ཐོག་ནས་ངེས་པ་གཉིས་ཡོད་མ་རེད་དེ་འདྲས་ཟིན་ལབ་དགོས་རེད་དེ་བྱེད་དུས་སྐབས་ལ་ཡག་པོ་ནུས་པ་དང་མཐོང་ནུས་པའི་གནས་ཚུལ་མང་པོ་ཞིབ་པོ་གཅིག་གིས་སོ་སོའི་རང་ཐག་བཅད་ནས་ང་རང་གིས་མ་མཐོང་བ་ཡིན་ཙང་ད་མི་གཞན་པས་མཐོང་ཐུབ་གི་མ་རེད་མ་འོངས་པ་ལས་མཐོང་ཐུབ་གི་མ་རེད་བསམ་པའི་བསམ་ཚུལ་གྱིས་ནས་འགྲོ་གི་ཡོད་པ་དེ་ཚན་རིག་པ་རང་གི་ནང་ལ་ཡོད་པའི་རྨོངས་དད་གཙོ་བོ་རང་གི་རེད། ཨན། དེ་ལས་གཞན་པའི་ཚན་རིག་པ་ཁ་ཤས་ཀྱིས་བརྟག་དཔྱད་བྱས་ནས། ཐག་ཆོད་པ་བྱས་ཏེ། ལོ་གྲངས་མང་པོ་གཅིག་གི་རིང་ལ་ཡ་ད་ག་རང་ཡིན་པ་ལ་ཆ་བཞག་ནས་འགྲོ་བསྡད་ཀྱི་ཡོད་རེད། འདི་ཡང་ཚན་རིག་པའི། ཚན་རིག་ལས་བྱུང་བའི་རྨོངས་དད་ཡི་ཞེན་པ་གཅིག་རེད། ཚན་རིག་པ་ཚོས་བརྟག་དཔྱད་བྱས་ནས་ཐག་གཅོད་ག་འདྲ་ཞིག་ཡོད་རེད་ཟེར་ན། ཁོ་རང་ཚོས་ང་ཚོའི་ནང་དོན་རིག་པ་ནི་ཤེས་པ་ནང་བཞིན་གྱི་ཆོས་ཉིད་ཀྱི་རིག་པ་དང་བྱ་བ་བྱེད་པའི་རིག་པ་དང་ལྟོས་པའི་རིག་པ་དང་ཐལ་དྲུག་གི་རིག་པ་ལ་སོགས་པ་རིག་པ་རྣམ་པ་བཞིའི་སྒོ་ནས་བརྟག་དཔྱད་བྱས་ཏེ་ཤེས་ཀྱི་ཡོད་མ་རེད། འདི་མ་ཤེས་པ་ཡིན་ཙང་མིག་གིས་གང་མཐོང་ཐུབ་པ་དང་རྣ་བས་གང་ཐོས་ཐུབ་པ་དང་ལག་པས་གང་རིག་ཐུབ་པ་འདི་ཙམ་གྱིས་ལ་ཡ་ཨེ་ནི་དངོས་པོ་གནས་ལུགས་ཚད་ཡག་གི་ཐབས་ལམ་དེ་འདི་འདྲས་ཀྱིས་མ་གཏོགས་དེ་ལས་སྤྲོས་ཏེ་ཡོད་མ་རེད་ད་ག་ཚོད་བཟོས་པ་ཡིན་ནའི་རྒྱང་ཤེལ་དང་ཕྱེད་ཤེལ་དེ་ཚོའི་ནུས་པ་ཆེ་རུ་བཏང་ནས་ཐག་རིང་པོ་མཐོང་ཐུབ་ཡ་དང་གཟུགས་ཕྲ་བ་བརྩེགས་ཏེ་ལྕི་མོ་བྱས་ནས་མཐོང་ཐུབ་ཡ་འདི་ཙམ་གྱིས་མ་གཏོགས་རྒྱང་ཤེལ་དང་ཕྱེད་ཤེལ་ལ་བརྟེན་པས་ང་ཚོའི་མིག་གི་དབང་པོ་དང་མིག་གི་ཤེས་པ་ཡར་རྒྱས་བཏང་ཡོད་པ་དེ་ཤེས་ཀྱི་ཡོད་པ་མ་རེད། རྒྱུ་མཚན་དེ་འདྲའི་གཅིག་གི་ཐོག་ནས་བརྟག་དཔྱད་བྱས་ནས་མཐར་གཉིས་པ་དེ་ཨན་དེ་མ་ཡིན་པ་ཅི་ཡ་འཇོག་མི་གཞན་པ་གཅིག་གིས་མ་མཐོང་གི་བར་དུ་ད་ག་རང་ཡིན་པ་ལ་ཡ་ཆགས་བཞག་ནས་འགྲོ་གི་ཡོད་རེད། ད་རྒྱལ་བ་ཞུ་ནས་མི་འདུག་ད་མི་འདྲ་བའི་ཆ་ཆེ་ཤོས་ཅིག་འདི་ད་ལྟ་ནང་པའི་གཞུང་ལུགས་ནས་འདོད་པའི་རྣམ་ཤེས་ཟེར་ཏེ་ཚན་རིག་པས་ད་ལྟ་བར་དུ་ཁས་ལེན་གྱི་ཡོད་མ་རེད་འདི་ཡིན་དུས་ཟེར་བ་མ་འོངས་པ་ཅིག་ཁས་ལེན་ཡག་གི་ཉི་མ་ཅིག་ཤར་གི་རེད་གུ་གུ་ཨ་ཡོད་ན།
ཚན་རིག་གི་ཡར་རྒྱས་ག་ཚོད་འགྲོ་གི་ཡོད་མེད་ལ་རག་ལས་ཀྱི་རེད་བ། ཚན་རིག་གི་ཡར་རྒྱས་ཕྱིན་པ་ཡིན་ན་ཏན་ཏན་ཁོ་ཚོས་དེ།

ནང་དོན་རིག་པ་གཉིས་པོ་དེ་ཉི་མ་གཅིག་གི་ཕན་ཚུན་ཐུག་འཕྲད་ཡོང་ཡ་དུས་ཚོད་ཀྱིས་ཏན་ཏན་ཡོང་གི་རེད་ཞེས་ནང་ཁོ་རང་གིས་ཐེངས་མང་པོ་གསུངས་ཡོད་རེད་དེ་གསུངས་པ་ནང་བཞིན་ད་ལྟ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དང་དེང་རབས་ཀྱི་ཚན་རིག་པ་ཚོའི་བར་གྱི་འབྲེལ་བ་དང་འབྲེལ་བ་དེའི་བརྒྱུད་ནས་ད་ལྟ་གནས་ཚུལ་མང་པོ་ཞིབ་པོ་ཞིག་གསར་པ་འདོན་གྱི་ཡོད་པ་དེ་ཚོ་བལྟས་པ་ཡིན་ན་ནང་པའི་སེམས་ཀྱི་ཚན་རིག་གི་ཐོག་ནས

ཁས་ལེན་གྱི་རེད་བསམ་གྱི་འདུག་དཔེར་ན་ད་ལྟའི་གནས་སྐབས་ལས་ཀླད་པའི་ཚན་རིག་པ་ཚོར་ཆ་མཚོན་པ་ཡིན་ན། ད་ལྟ་ནས་བརྩིས་པའི་ལོ་ལྔ་དྲུག་ལྔའི་ལས་ཡིན་ན། སེམས་དང་ཀླད་པ་གཉིས་པོ་དེ་གཅིག་པ་མ་གཏོགས། ཀླད་པ་ལས་ལོགས་སུ་སེམས་ཟེར་ཡ་ཇི་ཡོད་པ་ཅིག་སུ་གང་ཁས་ལེན་གྱི་ཡོད་མ་རེད། ད་ད་རི་སང་ཉིད་སེམས་དང་ཀླད་པ་གཉིས་གཅིག་པ་ཡིན་ས་མ་རེད་ཟེར་ཡ་དེ། ཁོ་ཚོའི་ཀླད་པའི་ཚན་རིག་པ་མང་པོས་ལབ་ཡག་མགོ་བཙུགས་ཡོད་རེད། གཅིག་པ་མིན་པ་ཙམ་དུ་མ་ཟད་པས། ཀླད་པ་ཆ་ཚང་ཤི་བའི་རྗེས་ལ་ཡང་སྲིང་གི་བྱ་བ་བྱེད་ཀྱི་ཡོད་པ་དེ་ཁོ་རང་ཚོའི་ཚན་རིག་པ་རང་གི་བརྟག་དཔྱད་ཀྱི་ཐོག་ནས་ཕྲན་བུ་ཕྲན་བུ་མཐོང་ཡག་མགོ་བཙུགས་བ་རེད་གསུངས་འདུག་གཞན་ཡིན་དུས་ཁྱེད་རང་གི་དྲི་བ་དག་རྣམ་ཤེས་ཁས་ལེན་གྱི་རེད་པས་གསུངས་ཡག་དེ། ཚན་རིག་པས་དྲང་པོ་དྲང་ཤར་གྱི་ཐོག་ནས། བརྟག་དཔྱད་བྱས་ཡས་ནི་ཁོ་རང་ཚོའི་ལྷུག་ཆུང་དེ་མུ་མཐུད་ནས་ཡར་རྒྱས་ཕྱིན་པ་ཡིན་ན་ཉི་མ་སྐྱིད་ངོ་འཕྲོད་པའི་སྐབས་ལས་ཏན་ཏན་གལ་ལེན་གི་རེད་བསམ་གི་ཡོད།